ད་ལྟ་སྐབས་ས་སྒང་རིལ་མོ་འདིའི་ཁྲོད་ན་འཚོ་བཞིན་གནས་པའི་མི་རིགས་མང་བོ་ཡོད་གི། ད་མི་རིགས་མང་བོ་ཡོད་མིན་པ་ཡོངས་སུ་རྫོགས་པ་ལ། མི་རིགས་སུ་ལོགས་སུ་བཀར་བྱས་ལ་ཐུན་མོང་མ་ཡིན་པའི་སྐད་དང་ཡི་གེ། ཡུལ་སྲོལ་གོམས་གཤིས་ཆོས་ལུགས་ལྟ་མུས། ཐུན་མོང་མ་ཡིན་པའི་ས་ཁོངས་ལ་སོགས་པ་མང་བོ་ཟུག་གི་འཇུག་གི་ཡོད་གི། དེའི་ནང་ནས་མི་རིགས་གང་དང་གང་ཡིན་ན་ཁྱད་པར་འཇུག་བྱེད་ཀྱི་གཙོ་བོ་དེ་རང་གི་ཐུན་མོང་མ་ཡིན་པའི་སྐད་དང་ཡི་གེ། དག་གི་ཐུན་མོང་མ་ཡིན་པའི་རིག་གནས་འདིའི་སྟེང་ནས་འཇུག་དགོས་ནོ་བཤད་མ་དགོས་བ་ཟི་རེད། དེས་ན་བོད་མི་རིགས་ལ་མཚོན་བྱས་ན་ད་ལྟར་སྐབས། གསར་སྒང་མི་མངོན་པའི་ཁྲོད་ན་བོད་མི་རིགས་ཀྱི་ལོགས་སུ་དགར་བྱེད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་བོད་ཀྱི་ཐུན་མོང་མ་ཡིན་པའི་སྲོལ་རྒྱུན་རིག་གནས་དང་སྐད་དང་ཡི་གེ་འདི་ལ་རག་ལས་ཡོད་གི། དེས་ན་ད་སྐབས་དུས་རབས་ཀྱི་འཁོར་སྐྱོད་ཀྱི་ཁྲོད་ནས་བོད་མི་རིགས་ཀྱི་སྐད་ཡིག་འདི་ཧ་ཅང་གི་ཉམས་རྒུད་ཆེན་པོ་བྱུང་ཡོད་ནི་གི་ཚང་མ་གི་འདི་མྱུར་སྐྱོབ་ཀྱི་ཕྱོགས་གཏོར་བཤིག་གཅིག་སྒྲིལ་ལས་དགོས་ནི་འདི་ཧ་ཅང་གི་དགོས་གལ་ཆེ་བ་ཞིག་རེད་བསམ་གི། ད་ད་སྐབས་འབྲེལ་ཡོད་ཀྱི་ཡིག་ཆ་སོགས་ཞིབ་འཇུག་བྱས་ནོར་ལྟར་ན། ས་དུས་རབས་ཉི་ཤུ་བའི་ནང་དུ་འཛམ་གླིང་གི་སྐད་ཡིག་གི་ཁྲོད་ནས་ཐུན་མོང་མ་ཡིན་པའི་སྐད་མི་འདྲ་བ་སྟོང་ཕྲག་གཅིག་ནུབ་སོང་ཟེར་གོ། ད་ལྟ་སྐབས་ཡོད་ནི་སྟོང་ཕྲག་ལྔ་དང་བརྒྱད་བརྒྱ་ཡང་ན་སྟོང་ཕྲག་དྲུག་ཡས་མས་ཀྱི་སྐད་ཡིག་ཡོད་གི། དེ་ཡིན་ན་ར་ད་ཕྱི་ནང་གི་རྒྱུ་རྐྱེན་མང་བོ་ཞིག་གི་དབང་གིས་ད་སྐད་ཡིག་འདི་མང་བོ་ཉམས་རྒུད་ལ་འགྱུར་ཡོད་གི། ད་ཨ་མི་རི་ཀའི་སྐད་ཡིག་ཞིབ་འཇུག་པ་ཞིག་གི་ཆེད་དུ་བཤད་ནོར་ལྟར་ན། གཟའ་འཁོར་གཉིས་རེའི་ནང་ཆར་སྙོམས་ཀྱི་གཟའ་འཁོར་གཉིས་རེའི་ནང་སྐ་ཡིག་གཅིག་རེ་ནུབ་ཀྱི་ཡོད་གི། དེས་ན་ད་ལྟ་ནས་བཟུང་སྟེ་ལོ་ཉིས་བརྒྱ་ཡས་མས་ཟིག་གི་ནང་དེ། འཛམ་གླིང་གི་སྐ་ཡིག་གི་ཁྲོད་ཀྱི་རྒྱ་ཆེའི་ལྔ་བཅུ་ནུབ་པའི་འབྱོར་གྱི་རེད། དེས་ན་ད་ལོ་ཉིས་བརྒྱ་གི་རྗེས་ནས་སྐ་ཡིག་སྟོང་ཕྲག་གསུམ་མ་གཏོགས་ལྷག་གྱི་མ་རེད། རིམ་གྱིས་རིམ་གྱིས་སྐ་ཡིག་མང་བོ་ཟིག་ཉམས་མི་བདའ་དུས་ད། ཐུན་མོང་མ་ཡིན་པའི་སྐད་དབྱངས་ཚིག་འཛུགས། ཅི་ཡིན་མིན་མ་རྟོགས་ལྷག་རྒྱུ་མ་རེད་ཅེས་རིམ་གྱིས་དེ་ཡིས་བཤད་ཀི་ཡོད་གི་དེའི་རྒྱུ་མཚན་གྱིས་རང་རེའི་བོད་མི་རིགས་ཀྱི་སྐད་ཡིག་འདི་བརྟག་དཔྱད་བྱེད་རྒྱུ་ཡིན་ན་ཡང་དེ་དང་ཆ་མཚུངས་པར་ཕྱོགས་མང་བོ་བརྩིས་ནས་ཉམས་གི་ཡོད་གི་འདི་མྱུར་སྐྱོབ་བྱེད་དགོས་གི་མ་རྟོགས་མི་རིགས་ཟིག་གི་བླ་ཕྱོགས་རེད་ད། དངོས་དོན་གི་དབང་ཅིག་ཀློག་དང་དོར་རྒྱུ་རིན་པོ་ཆེ་གི་གསུང་དགོས་ནི། མི་རིགས་ཞེས་པ་རིག་གནས་ཆ་ནས་འཇོག་རིག་གནས་རྩ་བ་ཉམས་ན་མི་རིགས་ཀྱི་ལྗོན་ཤིང་སྐམ་ཕྱིར། རིག་གནས་ལ་སྡང་བ་མི་རིགས་རྩ་མེད་གཏོང་བའི་ངག་ཡོད་ཡིན་དུ་གསུང་དགོས་གི། དེའི་རྒྱུ་མཚན་གྱིས་རང་རེའི་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་དང་ལྡན་པའི་སྲོལ་རྒྱུན་རིག་གནས་འདི་མྱུར་སྐྱོབ་བྱེད་དགོས་ན་ཡང་སྐད་དང་ཡི་གེ་ལ་རག་ལས་པ་རེད། དེའི་རྒྱུ་མཚན་གྱིས་ད་གངས་ལྗོངས་ཤེས་རིག་ནོར་བུའི་སློབ་གླིང་ལྟ་བུ་དེ་མཚོན་རྒྱུ་ཡིན་ན་མི་སློབ་བཅོ་ལྔ་ལྷག་གི་རིང་ལ་རང་གི་སྐད་ཡིག་འདི་དམ་འཛིན་གྱི་ཕྱོགས་ཤུགས་མང་བོ་བསྐྱེད་དེ་བསྡད་དེ་ད་སྤྱི་ཚོགས་ཀྱི་ཁྲོད་ད་ཤན་ཞིག་བཟང་ཕྱོགས་ངེས་ཚིག་གིས་ཐེབས་ཡོད་གི་བརྗེད་ན་ཆོག་ཉིད་དེ་མི་ཟེར་འདི་ཧ་ཅང་གི་གུས་བཀུར་ཆེ་བ་ཞིག་ཡིན་ནི་གི་ཨ་ཅོ་ཚང་མ་གི་བརྩོན་ལེན་ཧ་ཅང་རྒྱ་ཆེན་པོ་ཞིག་ན་འགྲིག་གི་བསམ་གི། སྤྱིར་ན་རང་རེའི་བོད་མི་རིགས་ཀྱི་ལོ་རྒྱུས་ཀྱི་ཁྲོད་དུ་ཕྱི་མིག་ལྟ་རྒྱུ་ཡིན་ན། ད་བོད་མི་རིགས་རང་གི་བོད་མི་ཞིག་གི་བོད་སྐད་བརྗེད་པའི་ལོ་རྒྱུས་གཏན་ནས་ཡོད་ནི་མ་རེད་ར། ད་ལྟ་སྐབས་མི་རབས་འདི་ར་དུས་རབས་འདིའི་སྐབས་འདི་བོད་མི་ཞིག་ཡིན་ན་བོད་སྐད་བཤད་རྒྱུ་ངོ་ཚ་དགོས་ནས་བོད་ལྭ་གོན་རྒྱུ་ངོ་འབར་ཁ་ཡི་གོ་ནས་འདི་མིག་གི་སྣང་ཚུལ་ཡ་ང་བ་ཞིག་ཡོད་པའི་རྒྱུ་མཚན་གྱིས། ད་ད་ཐེངས་གངས་ལྗོངས་ཤེས་རིག་ནོར་བུའི་སློབ་གླིང་གི་མཐར་ཕྱིན་འཛིན་གྲྭ་གཅིག་གི་ཆེད་དུ་འབད་བརྩོན་གྱི་སྒོ་ནས་ད་བོད་པའི་བླ་སྲོག་ཅེས་པའི་འོད་སྡེར་ཞིག་བཀྲམ་སྟེ་ཡིག་རྨོངས་ཀྱི་རྒྱ་ཆེའི་མང་བོ་ཟིན་པའི་བོད་མི་རིགས་འདི་གཟུགས་ཀྱི་ལམ་ནས་དགྲ་གི་ལམ་ནས་ད་བོད་སྐད་གཙང་མ་ཟེར་བྱེད་ཀྱི་དུས་རབས་གསར་བའི་ཁྲོད་འདི། བོད་སྐད་གཙང་མ་ཟེར་བོད་སྐད་གསར་བ་ཟེར་བྱས་དུས་དུས་རབས་ཉེར་གཅིག་གི་ཁྲོད་ན་མི་རིགས་འདྲ་འདྲའི་ནང་དཀོན་པ་ཐུན་མོང་གི་སྤུས་ཡིས་བསྡད་དེ་ད་རང་རེའི་ཆོས་སྲིད་རིག་གནས་དཔལ་འབྱོར་དང་སྤྱི་བ་གི་ཕྱོགས་ཁ་འཕེལ་རྒྱས་ཡ་མཚན་པ་ཟོག་གཏོང་སྐྱེ་བོ་འདི་རང་རེའི་བོད་མི་སྐྱེ་བོ་གནམ་བསྟན་ཡོངས་ཀྱི་ཁྲག་རྟིང་ལ་བབས་པའི་མ་བསྒོས་ཐུན་མོང་གི་ལས་འགུལ་འདི་ཡིན་པའི་རྒྱུ་མཚན་གྱིས་ད་འདི་དབུས་ཁམས་གསུམ་ན་ཡོད་པའི་བསམ་བློ་བ་དང་ཤེས་ཡོན་པ། དཔལ་འབྱོར་བ་ཡང་ན་ཁེ་ལས་བ། མ་མཐའ་ཞིང་འབྲོག་མང་ཚོགས་དང་སློབ་མ་ཡོངས་སུ་རྫོགས་པ་གི་འདིའི་ཕྱོགས་ལ། རྒྱབ་སྐྱོར་དང་འདིའི་ཕྱོགས་ལ་དོ་སྣང་ཆེན་པོ་བྱེད་ད་དུས་ཚང་མ་གི་བོད་སྐད་གཙང་མ་བཟོ་བྱ་རྒྱུ་འདིའི་ཕྱོགས་ཤུགས་རྒྱ་ཆེན་པོ་བཟོ་གཏོང་རྒྱུ་ཧ་ཅང་གི་རེ་བ་ཆེ་གི།